བཀྲ་ཤིས་བདེ་ལེགས་ད་དེ་རིང་ང་ཚོའི་བརྗོད་གཞི་འདི་ཨ་ནི་ལོ་རྟགས་ཕྱག་ཆེན་སྤྱི་ཟླ་བཅུ་པའི་ཚེས་སུམ་ཅུ་སོ་གཅིག་གི་ཉིན་མོ་འདི་ཨ་མི་རི་ཀ་དང་ཨ་ནི་ཡུ་རོབ་ཀྱི་ས་ཁུལ་མང་པོ་ཅིག་ལ་ཡ། Halloween། ཞེས་པའི་ཨ་ནི་དུས་སྟོན་འདི་སྲུང་བརྩི་ཞུ་མུས་ཡིན་པ་རེད། ཨ་འདི་ཐོག་མར་ག་འདྲ་བྱུང་བ་རེད། ཨ་ཕྱིས་སུ་དར་ཁྱབ་ག་འདྲ་ཕྱིན་པ་རེད་འདིའི་སྐོར་ལ་ཡིན། ད Halloween ཟེར་གྱི་དུས་སྟོན་འདི་ཐོག་མར་དར་ས་དེ་ཨ་ནི་ལོ་ཉིས་སྟོང་སོ་གཅིག་གོང་ལ་ཡ། ད་ད་ལྟའི་ཨིང་ལན་དང་ཨ་ནི་ཧྥ་རན་སི་གི་བྱང་ཕྱོགས་དག་ན་བཞིན་པ་ད Ireland ཡོ་རོ་པ་འདིའི་གྱི་ས་ཁུལ་ཡ་ཨ་ནི Celt མི་རིགས་ཚོས་ཨ་ནི Samhain སའི་གྱི་འདོད་དོན་ཅིག་སྲུང་བརྩི་ཞུ་སྲོལ་དུ་ཨ་དེ་ནས་བཟུང་སྟེ་ཨ་ནི་མ་ག་ལི་ག་ལི་ཨ་ནི་ཕྱོགས་ག་ས་ལ་ཡང་དར་ཁྱབ་ཆེན་པོ་ཞིག་རེད་ཤག་ཨ་ནི Celt མི་རིགས་ཚོས་སྤྱི་ཟླ་བཅུ་པའི་གྱི་ཚེས་སུམ་ཅུ་སོ་གཅིག་འདི་ཨ་ནི་ལོ་ཡོས་གྱི་ཉི་མ་མཐའ་མ་འདི་བརྩི་གི་འདུག་ཨ་འདིའི་སྐབས་དེ་ལ་ཡ་དབྱར་ཁའི་སྟོན་ཐོག་ཚང་མ་ཡ་རྩེ་མ་སྔགས་ཚར་བ་བྱས་ཨ་ནི་དགུན་ཁ་སླེབས་པའི་གྱི་དུས་ཚོད་ཤག་ཡོང་གི་འདུག་ཨ། ད་ཁོ་ཚོའི་ཡིད་ཆེས་རྗེས་ལ་ཡ་ཨ་ནི་ཉིན་མོ་དེ་ལ་ཡ་ཨ་ནི་སྦྱོང་འབྲས་ལ་སོགས་པ་ཨ་ནི་འབྱུང་པོ་མང་པོ་ཤོར་བ་དེ་ཚོ་བསམ་པ་ཡར་ལངས་ཡོང་གི་ཡོད་རེད། བྱས་ཙང་མི་ལ་རེད་ཨ་ནི་ཁོ་ཚོས་བཙས་མ་མངགས་ཟིན་པའི་སྟོན་ཐོག་དེ་ཚོ་ལ་ཡ་གནོད་ཀྱི་ཡོད་རེད་ཅེས་ནི་ཡིད་ཆེས་བྱེད་ཀྱི་འདུག་བ་ད་སྡོང་འབྲས་དང་འབྱུང་པོ་དེ་ཚོ་ལ་ཡ་སྡོང་ལེན་བྱས་བྱེད་དུ་དཔྱད་ལེན་བྱས་བྱེད་དུ་ལར་བ་ཨ་ནི་ཁྱིམ་ཚང་སོ་སོའི་སོ་སོའི་སྒོའི་མདུན་ལ་ཡ་ཨ་ནི་འབྲས་དང། ཞེད་སྣང་བསླང་ཡས་ཀྱི་ཨ་ནི་གཟུགས་བརྙན་མང་པོ་ཅིག་བསྒྲིགས་བྱས་བཞག་གི་འདུག་བ་ཨ་ནི་དེའི་དགོན་བདག་དེ་ལ་ཡ་ཨ་ནི་ཡུལ་མི་ཚང་མ་མཉམ་དུ་འཛོམས་ཨ་ནི་སོ་སོ་སོ་སོའི་ནང་ནས་ཨ་ནི་ཁ་ལག་དེ་འདྲ་འཁྱེར་ཡོང་ཨ་ནི་སྒོར་གཞས་དེ་འདྲ་འཁྲབ། ཨ་ནི་སྐད་ཅོར་དེ་འདྲ་བརྒྱབ་བྱས་ནས་ཨ་ནི་འབྱུང་པོ་ཚོ་ཕ་པི་ཡེ་གི་དུས་སྟོན་གྱི་རེད་བཞག་ཡ་མི་ཚོའི་ཁང་པའི་མདུན་ལ་ཡ་པམ་ཀིན་དེ་འདྲ་བསྒྲིག་ཞུ་མར་དེ་འདྲ་བསྒྲིག་བྱས་གི་ལུགས་སྲོལ་དེ་ད་དོང་དྲ་དེ་ཚོ་བསྟུན་ངན་གི་དཀར་ཕྱོགས་གི་ལྷ་དེ་ཚོ་ཚུར་བསུ་བའི་ཆེད་དུ་ལ་ཡ་ཨ་ནི་བསྒྲིག་པ་རེད་བྱས་ནས་བཤད་སྲོལ་འདུག་ཨ་ནི་དེའི་ཉིན་མོ་དེ་ལ་ཡ་ཨ་ནི་ཕྲུ་གུ་ཚོ་ཡེ་ནས་ཅིག་ཆས་འདྲ་མ་འདྲ་དེ་འདྲ་བསྒྲིག་བྱས་ནས་རེད་བ་ཁྱིམ་ཚང་རེ་རེ་རེ་རེ་གི་སྒོ་ལ་ཡ་ཕྱིན་བྱས་ནས་ཨ་ནི་བྱི་རིལ་སློང་བའི་གི་ལུགས་སྲོལ་ཅོག་རེ་བསྒྲིག་ག་བསྒྲིག་ཟེར་གྱི་ད་དེའི་གི་བྱུང་རབས་དེ་ཡང་བར་སྐབས་ཅིག་ལ་ཡ་ཡང་ཕྲུ་གུ་ལོ་གཞོན་པ་དེ་འདྲ་གི་ཡ་གཏོར་བཅོམ་བྱས་ཡས་དེ་འདྲ་དར་ཁྱབ་ཆེན་པོ་བྱུང་འདུག་ཨ། ཁང་པའི་རྩིག་པའི་སྒང་ལ་ཡང་རིན་པོ་འདྲ་མར་འདྲ་འདྲེས་རེ་དྭགས་སྣ་བཞིན་པ་ལྕགས་ལ་དེ་འདྲ་དགུ་མ་བརྒྱད་དེ་འདྲེ། ད་དེ་ཚོ་བཀག་ཡ་གི་ཆེད་དུ་ལ་ཡང་ཨ་ནི་བསྙེན་པའི་ཚུལ་དུ་ཁང་པའི་མདུན་ལ་ཡང་བྱི་རིལ་དང་མངར་རྫས་དེ་འདྲ་བསྒྲིག་ཅན་བཞག་ཡ་གི་ལུགས་སྲོལ་ཞིག་དར་འདུག་བ། ད་ཕྱིས་སུ་དུས་རབས་བརྒྱད་པའི་ནང་ལོགས་ལ་ཡང་ཀེ་ཐོ་ལིག་ཡེ་ཤུ་ཚོས་ཧེ་ལོ་ཝིན་ས་བྷས་ཀྱི་ཉི་མ་རྗེས་མ་ཞོར་བ་ཕྱི་ཟླ་བཅུ་གཅིག་གི་ཚེས་གཅིག་སྟེ། All Hallows Eve ཅེས་ནས་ཨ་ནི་སྲུང་བརྩི་ཞུ་བའི་འགོ་བཙུགས་གནང་འདུག་བ། ད་འདིའི་གནད་དོན་འདི་ང་རང་ཚོ་བོད་པའི་ནང་ལོག་ཡོད་ན་དཔེར་ན་ངན་པ་འགོ་འཛོམས་དང་བཟང་པོ་བཅུ་འཛོམས་བྱས་ནས་ཨ་ནི་ལུགས་སྲོལ་སྦྱོར་བ་འདི་དང་གཅིག་པ་རེད་ཤག་ཉི་མ་དགོང་མ་འདི་ལ་གདོང་རེ་མང་པོ་ཞིབ་པོ་ཞིག་སླེབས་ཀྱི་ཡོད་པ་རྗེས་ཨ་ཉི་མ་གཉིས་པ་འདི་ལ་ཡང་ཨ་ནི་དཀར་ཕྱོགས་ཀྱི་ལྷ་རྣམས་ཚུགས་བསུ་གི་ཡོད་པའི་གི་རྣམ་པ་ཞིག་རེད་དོ་ཨ་ད་ག་ལི་ག་ལི་འདི་ཚུལ་མ་ཕྱིན་པ་ཞིག་གསུང་གི་ཨ་ནི་ཡུ་རོབ་ཁུལ་གྱི་མི་མང་པོ་ཞིག་ཨ་ནི་ཨ་མི་རི་ཀ་ལ་ཚུགས་འབྱོར་བར་པ་ཨ་ནི་གཞི་ནས་འདོད་དོན་འདི་ཨ་མི་རི་ཀའི་སའི་སྟེང་ལ་ཡང་དར་ཁྱབ་ཕྱིན་པ་ཞིག་རེད་ཤག།